ཐབས་མཁས་རྡོ་རྗེ་ཤཱཀ་ཐའི་རིགས་འབྱུང་ཅིང་གཞན་གྱིས་མི་ལྟོས་བདུད་རྒྱལ་སྤོང་བྱང་བ་སེར་སྐྱའི་ལྷུན་པོ་ལྟ་བའི་བརྗིད་པའི་གོས་ཤཱཀ་ཐའི་གཙོ་བོ་དེ་ལ་ཕྱག་འཚལ་ལོ་ཞེས། ཐབས་མཁས་པ་ཐུགས་རྗེ་ཆེན་པོ་དང་ལྡན་པས་སྟོང་པ་བཀའ་དྲིན་ཅན་ལ་སྒོ་གསུམ་གྱི་བ་ཆེན་པོ་ཏོག་ཆར་གྲངས་མེད་སྔོན་དུ་བཏང་ནས། ད་དེ་རིང་གི་སྐབས་སུ་བབ་པ་ག་རེ་བྱུས་ཡ་ཡིན་ཟེར་ནས་ད་མང་པོ་ཞིག་གིས། ཨ་ནི་བློ་དོགས་རྣམ་པ་ཞིག་བྱས་ཏེ་ཞིག་འབྲི་ཤེས་དུས་དུས་ཀྱི་གོ་བདེ་བོ་ཅིག་བྱུང་ན་ཡག་པོ་འདུག་གསུངས་དེ་འདྲའི་རེ་བ་སྐྱོང་གི་འདུག་དེ་འདྲ་ཡིན་པ་སོང་ད་དེ། དེ་རིང་བློ་ལྡོག་རྣམ་པ་བཞིའི་སྐོར་ལ་ཅིག་ཐ་དུས་དུས་ཤིག་ཐད་ནས་ཞུ་ཡ་ཡིན། ད་དང་པོ་བློ་ལྡོག་རྣམ་པ་བཞི་དེ་ག་རུ་ཆགས་བསྡད་རེད་ཟེར་སོང་ན། ཨ་ནི་དལ་འབྱོར་རྙེད་དཀའ་བ། ཨ་ནི་ཚེ་ལ་རླུང་མེད་པ། ད་ནི་གར་སེར་མི་དག་བ། དེ་ནས་ག་རུ་ཟེར་སོང་སོང་ན། བྱེད་ལས་རྒྱུ་འབྲས། དེ་ནས་ག་རུ་ཟེར་སོང་ན་ཁོ་བོས་ཀྱི་སྡུག་བསྔལ། འོ་ད་དེ་ག་རུ་ཟེར་སོང་སོང་ན་བཞི་པོ་དེ་བློ་ལྡོག་རྣམ་པ་བཞི་ཆགས་བསྡད་ཡོད་རེད། ད་དེ་བཞི་པོ་ལ་ག་རུ་ཟེར་སོང་སོང་ན་ཅིག་བསམ་གཏང་ཡ་ལ་ག་རུ་བྱེད་ཡ་བྱས་ནས་བློ་ལྡོག་རྣམ་པ་བཞི་ཟེར་ན་ག་རུ་གསུང་གི་ཡོད་རེད་ཟེར་སོང་ན།

ལྟ་ན་སོ་སོ་ཆོས་ཅིག་ཅེས་བྱས་པ་ཡིན་ན་ཡང་ཚེ་འདི་ལ་ཅིག་ནད་སྣ་ཚགས་མ་ཡང་བ་དང། འང་ན་ཅིག་ཚེ་འདི་གི་བསམ་སྟོང་འགྲུབ་ཤ་དང་ཚེ་འདི་ལ་ཅིག་ནོར་ལོངས་སྤྱོད་ཡོང་ཡག་དང། ད་ཚེ་འདི་ལ་ཅིག་མིང་དང་སྙན་གྲགས་དང་ཐོབ་དང་གོ་ས་དང་དབང་ཐང་དང་ལོངས་སྤྱོད་དེ་འདྲ་ཡོང་ཡག་དང་ཚེ་འདི་གི་བར་ཆད་སེལ་ཡག་དང་ད་མདོར་ན་གར་ཆོས་ཅིག་བྱས་ན་ཡང་ཚེ་འདི་ཀྱི་ཆེད་དེ་རྐྱང་རྐྱང་བྱས་ནས་ཚེ་འདི་ལ་ཆགས་པའི་ཆགས་ཞེན་ཡིན་པ་སོང་ད་དེ་གི་ཆེད་དེ་རྐྱང་རྐྱང་བྱེད་ཀྱི་འདུག་བ། ད་ཚེ་འདིའི་ཆེད་དུ་ཀྱང་ཀྱང་བྱས་པ་ཡིན་ན་སོ་སོ་ཅིག་སྒྲུབ་ཡག་ཏུ་ཆུག་སྒྲུབ་ཀྱི་དེ་ཡོད་ན་ཡང་ཨ་ན་ཚེ་འདིའི་ཀྱང་ཀྱང་བྱས་ཏེ་ད་སོ་སོ་ཀུན་རུང་དེ་འདྲ་ཅིག་གི་དེ་ཡོད་ན་འགྲོ་ཡག་ཏུ་གར་སོན་ན་ཆུག་རྣམ་དག་འགྲོ་གི་ཡོད་མ་རེད་འཇིག་རྟེན་གྱི་མི་ཆུག་ལ་འགྲོ་གི་མ་གཏོགས་དམ་པའི་ལྷ་ཆུག་ལ་འགྲོ་གི་ཡོད་མ་རེད། འོ་དེ་འགྲོ་གི་ཡོད་མ་རེད་ད་ཡང་གར་ཟེར་སོང་ན་ཅིག་ཚེ་འདི་ལ་བྱས་ཀྱི་འདིའི་ཆེད་དུ་མ་ཡིན་ན་ཡང་ཡང་སྐྱེ་བ་ཕྱི་མ་ཅིག་སྔོན་ཐོག་ལྷ་དང་མིའི་གི་གོ་འཕང་ཅིག་ཐོབ་ན། བསམས་ནས། ད་ལུས་ངག་ཡིད་གསུམ་གྱི་དགེ་བ་ག་རེ་བསྒྲིབས་ན་ཡང་སྐྱེ་བ་ཕྱི་མ་གཅིག། ཡང་ན་ལྷ་ལུས་ཐོབ་ཡག་བྱས་ཏེ་ཡང་ན་མི་ལུས་ཐོབ་ཡག་བྱས་ཏེ་དེ་ནས་རྐྱང་རྐྱང་ངོ་ཆེ་སྟེ་སྐྱེ་བ་ཕྱི་མ་གཅིག། རླུང་ངོ་ཐོག་ལྷ་དང་མིའི་གི་གོ་འཕང་ཐོབ་ཡག་བྱས་ཏེ་རྐྱང་རྐྱང་ཡང་སོ་སོ་གཅིག། ལུས་ངག་ཡིད་གསུམ་གྱི་དགེ་བ་བསྒྲུབས་དེ་ནས་གཅིག་དེ་ཡོད་ན་ཡང། ད་དེ་ག་རེ་ཟེར་སོང་སོང་ན་གཅིག་ཆུ་བོ་དེ་འགྲོ་གི་རེད་དེ་ཡིན་ན་ཆུ་ཆེན་པོ་འགྲོ་གི་ཡོད་མ་རེད་ད་དུང་ཡང་ག་རེ་ཟེར་སོང་ན་འཁོར་བེད་ཀྱི་ཕྱུགས་སུ་འགྲོ་གི་ཡོད་རེད་སྐྱེས་བུ་ཆུང་གི་ཕྱུགས་མ་གཏོགས་གཅིག་ད་དུང་ཡང་ཐར་བེད་ཀྱི་རྒྱུར་འགྲོ་གི་ཡོད་མ་རེད། ད་དེ་འདྲ་ཡིན་པར་སོང་ད་ད་ག་རེ་དགོས་རེད་ཟེར་སོང་ན་ཆོས་ཡག་ཤོས་དེ། ཁོ་བོའི་སྡུག་བསྔལ་ལས་ཐར་བའི་གི་ཐར་བ་དང་ཐམས་ཅད་མཁྱེན་པའི་གོ་མ་ཐོབ་སོང་ན་འོ་ད་དངོས་གནས་དྲག་ནས་པའི་སྡུག་བསྔལ་ཚང་མ་པའི་མེད་པ་ཆགས་ནས་གཏན་དུ་དེ་བས་གི་བདེ་བ་ཐོབ་གི་ཡོད་རེད་དེ་འདྲ་ཡིན་པར་སོང་ད་དེ་ལྟ་བུའི་གི་ཅིག། ཐར་བ་དང་ཐམས་ཅད་མཁྱེན་པའི་གོ་མ་ཐོབ་པར་བྱེད་པ་ལ་ག་རེ་དགོས་རེད་ཟེར་སོང་ན་དང་པོ་ངེས་འབྱུང་སྐྱེ་དགོས་རེད་ངེས་འབྱུང་ཟེར་དུས་ཐར་བ་ཐོབ་པར་བྱེད་པར་དང་པོ་ཁོ་བོའི་སྡུག་བསྔལ་ལས་ཐར་བའི་ཐར་འདུག་གི་ལོག་ཆོས་མ་མ་ཡིན།

མདོར་ན་ཁམས་གསུམ་འཁོར་བ་སྤྱི་དང་བྱེ་བྲག་གི་ནི་ཟག་བཅས་ཀྱི་བདེ་བ། གར་སེལ་སོགས་འགྱུར་བའི་གི་སྡུག་བསྔལ་ལ་ཆགས་པའི་ཆགས་ཞེན་ཚང་མ་དང་ལྡོག་དགོས་ཡོད་རེད་དེ་ལྡོག་དགོས་པ་སོང་ཙང་གར་ཆགས་དེར་སེལ་སོང་ན་ཚེ་འདི་ལ་ཆགས་པའི་གི་ཆགས་ཞེན་ལྡོག་ཡག་ཆེད་དེ་ལ་ནི་གར་སེལ་སོང་ན་བསམ་བློ་གཉིས་བཏང་ཡོད་གར་གཉིས་བསམ་བཏང་ཟེར་ན་དལ་འབྱོར་གཉིས་ཀ་བ་བསམ་བཏང་ཡག་དང། དེ་ནས་གར་སེལ་སོང་ནས་ནི་འཆི་བ་མི་རྟག་པ་བ་སེལ་བསམ་བཏང་ཡག་དེ་དེ་གཉིས་བསམ་བཏང་བ་དེ་ནས་ཚེ་འདི་ལ་ཆགས་པའི་ཆགས་ཞེན་ལྡོག་ཐུབ་གི་ཡོད་རེད།

ད་དུང་ཡང་ག་རེ་བལྟས་འདོད་བལྟས་པའི་བདེ་བ་ཐོབ་ཡོད་མ་རེད་ད་དུང་ཡང་ལས་དང་ཉོན་མོངས་གཉིས་འབྲེལ་བའི་ཆ་དེ་ཡོད་རེད་ལས་དང་ཉོན་མོངས་གཉིས་འབྲེལ་བའི་ད་ག་རེ་ཟེར་སོང་ན་ཡིན་ཕྱིན་ཆད་འོ་ད་སྡུག་བསྔལ་ཅིག་ཕུང་པོ་ཅིག་ན་སྐྱེ་བ་ལེན་གི་རེད་སྡུག་བསྔལ་ཅིག་ཕུང་པོ་ཅིག་ན་སྐྱེ་བ་བླངས་ཕྱིན་ཆད་འོ་ད་རང་མེད་པ་སྐྱེ་བའི་སྡུག་བསྔལ་རང་མེད་པ་རྒ་བའི་སྡུག་བསྔལ་རང་མེད་པ་ན་བའི་སྡུག་བསྔལ་རང་མེད་པ་འཆི་བའི་སྡུག་བསྔལ་ཚང་མ་ཡོང་གི་རེད་བསམ་ནས་དེ་འདྲའི་བསམ་བཏང་ཡང་བཏང་ད་ག་ནང་བཞིན་དེའི་སྒང་ད་ག་རེ་ཡོང་དགོས་རེད་ཟེར་སོང་ན།

ད་དེ་ནས་སྐྱེ་བ་ཕྱི་མ་སྔོན་དུ་ལྷ་དང་མིའི་གོ་འཕང་ལ་སོགས་པ་འཆར། དེ་ག་རེ་ཟེར་སོང་ཆགས་སོང་ན་དེའི་གི་ཆགས་ཞེན་དུ་ཡང་བྱེད་དེ་ཡང་ག་རེ་ཟེར་སོང་སོང་ན་གཉིས་ཡོད་རེད་དེ་གཉིས་པོ་དེ་ག་རེ་ཆགས་དེ་ཡོད་ཟེར་སོང་ན་དང་པོ་དེ་ག་རེ་ཟེར་སོང་སོང་ན་ལས་རྒྱུ་འབྲས་བསླུ་བ་མེད་པ་དང་ད་དེའི་རྗེས་ལ་ད་ག་རེ་ཆགས་དེ་ཡོད་ཟེར་སོང་ན། ཨ་ནས་འཁོར་བ་ཚང་མ་སྡུག་བསྔལ་གྱི་རང་བཞིན་ཡིན་པ་འཁོར་བའི་སྡུག་བསྔལ་གསུམ་དང་ཡང་བ་ད་དེ་འདྲ་ཞིག་འདུག་གོ་རེ་ཟུང་གི་ཡོད་རེད།

ཨོ་ད་སྔོན་ནས་དྲང་གནས་ཀྱི་ཅིག་ཚད་འདི་ལ། ཨ་ན་ཅེ་ད་ང་ཚོ་དར་བ་བརྒྱད་དང་འབྱོར་བ་བཅུ་ཚང་བའི་གི་མུའུ་ཆགས་བསྡད་ཀྱང་དར་བ་བརྒྱད་དང་འབྱོར་བ་བཅུ་ཟེར་ན་ག་རེ་ཟེར་སོང་ན་དར་བ་བརྒྱད་ཐོབ་པ་ཡིན་པ་སོང་ཙང་ཆུ་ཤེས་པ་ལ་ཁོམ་པ་ཡོད་རེད་དེ་ཁོམ་ཡོད་རེད། འབྱོར་བ་བཅུ་ཐོབ་པ་ཤེས་ཐོབ་པ་ཡིན་པ་སོང་ཙང་དེ་ནི་ཆུ་ཤེས་ཡ་ཤེས་པ་ལ་བས་མཐུན་ཁྱིན་པས། འབྱོར་དེ་ཡོད་རེད་དེ་འདྲ་ཡིན་པ་སོང་ད་ད་དར་བ་གྱིས་ཐོབ་པ་ཡིན་པ་སོང་ད་ག་རེད་ཆོས་ཆི་ཡག་ལ་ཁོམ་པ་ཡོད་རེད་འབྱོར་བ་ཆོས་ཐོབ་པ་ཡིན་པ་སོང་ད་ཆོས་ཆི་ཡག་ལ་ཁོམ་པ་ཡོད་པ་དེའི་སྒང་ལ་ད་དུང་ཡང་ཆོས་སྒྲུབ་ཡག་གི་མཐུན་རྐྱེན་ཚང་མ་ཚང་ད་ཡོད་རེད་ད་ཆོས་སྒྲུབ་ཡག་གི་དུས་ཚོད་ཡང་ཡོད་མཐུན་རྐྱེན་ཡང་ཡོད་པའི་གནས་སྐབས་འདི་འདྲ་ཞིག་ལ་ད་མི་ལུས་འདི་འདྲ་ཞིག་ཐོབ་པའི་གནས་སྐབས་ལ་ད་དངོས་གནས་དྲན་ན་ཆོས་མ་བྱས་ན་ཕངས་པོ་རེད་བསམ་དེ་འདྲ་གི་ད་དར་བ་གྱིས་དང་འབྱོར་བ་གྱིས་སོང་ད་བསམ་བཏང་བའི་སྒོ་ནས་ཆོས་ཆི་ཡག་ལ་འབད་ཐག་བྱེད་གི་རེད། བ་བ་ད་དེ་འདྲ་ཡིན་པར་གསུངས་ད་ད་དང་པོ་དེ་ག་རེ་བྱེད་དར་བ་བརྒྱད་པོ་དེ་ག་རེ་བྱེད་གསུངས་ན་མི་ཁོམ་པའི་གནས་སྐྱེས་དེ་སྐྱེས་གསུངས་ན་ཆོས་ཤེས་པ་ལ་དེ་ཁོམ་ཡོད་མ་རེད། དཔེར་ན་དམྱལ་བ་སྐྱེས་གསུངས་ན་ཆོས་ཤེས་པ་ལ་ཁོམ་པ་ཡོད་མ་རེད་ཡི་དྭགས་སྐྱེས་གསུངས་ན་ཆོས་ཤེས་པ་ལ་ཁོམ་པ་ཡོད་མ་རེད་དམྱལ་བ་སྐྱེས་གསུངས་ན་ཚ་གྲང་གི་སྡུག་བསྔལ་ཨང་གི་ཆོས་ཤེས་པ་ལ་ཁོམ་པ་ཡོད་མ་རེད་ཡི་དྭགས་སྐྱེས་གསུངས་ན་འཁྲིས་ཁུང་གི་སྡུག་བསྔལ་ཨང་གི་ཆོས་ཤེས་པ་ལ་ཁོམ་པ་ཡོད་མ་རེད་དུད་འགྲོ་སྐྱེས་གསུངས་ན་གླེན་ཁུག་གི་སྡུག་བསྔལ་ཨང་གི་ཆོས་ཤེས་པ་ལ་ཁོམ་པ་ཡོད་མ་རེད། ལ་རྩལ་རིང་པོ་སྐྱེས་སོང་ན་ཨ་ནེ་ཅིག་རྣམ་གཡེང་གི་ཨང་ཆོས་བྱེད་པ་ལ་ཁོམ་པ་ཡོད་མ་རེད་དེ་ནས་ཡུན་ཐང་ཁོབ་བསྡད་ཅིག་ཟེར་ན་ཆུ་རྩ་བ་ནས་མ་དར་ཞིག་སྐྱེས་སོང་ན་ཡང་ག་རེ་ཟེར་སོང་སོང་ན་ཆོས་བྱེད་པ་ལ་ད་ཁོམ་པ་ཡོད་མ་རེད་ད་དེ་ནས་ཅིག་མི་ལུས་ཅིག་ཐོབ་བསྡད་ཡོད་ན་ཡང་མི་ཆོས་བྱེད་ཡག་གི་ཨང་པོ་མ་ཚང་བ་དེ་འདྲ་སྐྱེས་སོང་ཡོད་ན་ཡང་ཆོས་བྱེད་པ་ལ་ཁོམ་པ་ཡོད་མ་རེད་ད་ག་ནང་བཞིན་ཅིག་མི་ལུས་ཐོབ་བསྡད་ཡོད་ན་ཡང་སངས་རྒྱས་ཀྱི་གསུང་བཀའ་རྩ་བ་ནས་མེད་པའི་གི་ཡུལ་དེ་དེ་འདྲ་སྐྱེས་སོང་ན་ཡང་བསྐྱར་ཆོས་བྱེད་པར་ཁོམ་པ་ཡོད་མ་རེད། ད་ག་ནང་གི་ཅིག་མི་ལུས་ཅིག་ཐོབ་དེ་ཡོད་ན་ཡང་ཨ་ནི་ཆུ་ལ་ཅིག་ལོག་ཐ་སྐྱེད་ལྡན་མཁན་གྱི་ལུས་དེ་འདི་འདབ་སོང་ན་ཆོས་བྱེད་པར་ཁོམ་པ་ཡོད་མ་རེད་དེ་འདྲ་ཡིན་པ་སོང་དེ་ལྟ་བུའི་གི་ད་མི་ཁོམ་པའི་ནས་གྱིས་དང་བྲལ་ནས་དར་མཆོད་གི་མི་ལུས་ཐོབ་པ་འོ་དེ་ལྟ་བུའི་གི་མི་ཁོམ་པའི་ནས་གྱིས་དང་བས་བྲལ་ནས་ཨ་ནི་ཆོས་སྒྲུབ་ཡག་གི་མིའི་ལུས་དེ་ཐོབ་པ་ཡིན་པ་སོང་ཙང་དར་བ་སི་ད་དེ་ཁོམ་ཡོད་རེད་མདོར་ན་དམྱལ་བ་སྐྱེས་ན་ཆོས་བྱེད་པར་ཁོམ་པ་ཡོད་མ་རེད་ཨེ་ན་ང་ཚོ་དམྱལ་བ་མ་སྐྱེས་ན་མི་ལུས་ཐོབ་པ་ཡིན་པ་སོང་ཙང་དར་བ་ཅིག།

རྒྱ་བོད་ཀྱི་བཀའ་ཡོད་ཟེར་གི་ཡུལ་དུ་སྐྱེས་སྐྱེས་པ་ཡིན་པར་སོང་ཙང་བདུན། དེ་ནི་ད་ཕྱུགས་ལ་ལོག་ལྟ་བྱས་ཏེ་མ་སྐྱེས་པར་ཕྱུགས་ལ་ལོག་ལྟ་མ་བྱས་མཁན་ཕྱུགས་ལ་དད་པ་བྱེད་མཁན་ཨ་མི་ལུས་ཐོབ་པ་ཡིན་པར་སོང་ཙང་རྒྱས་ཟེར་བ་ལྟར་དེ་ནས་བཤད་ནས་ཐར་བ་རྒྱས་ཏེ་དེའི་ཕྱག་ཏུ་ཡོད་རེད། འོ་དེ་ལྟ་བུའི་གི་གར་ཟེར་ན་མི་ཁོམ་གི་གནས་རྒྱས་སུ་སྐྱེས་སོང་ན་ཨ་ནི་ཆོས་བྱེད་པ་ལ་ཁོམ་པ་ཡོད་མ་རེད། འོ་ད་དེ། དེ་འདྲ་ཡིན་པར་སོང་ན་དེ་ལྟ་བུའི་ལྟར་མི་ཁོམ་གནས་སྐྱེས་དེ་སྐྱེས་པ་མ་ཡིན་བར་དེ་ལྟ་བུའི་མི་ཁོམ་གྱི་གནས་སྐྱེས་དང་དཔལ་དེ་ལས་བར་ཐར་ནས་ཨ་ན་བྱེད་ཆོག་ཤེས་ཡག་གི་ཁོམ་པ་ཡོད་པའི་གནས་སྐྱེས་ལ་ད་མི་ལུས་དེ་ཐོབ་པ་ཡིན་པར་སོང་ཙང་ཨ་ན་དེའི་བར་བྱེད་ཆོག་ཤེས་པ་ལ་ཁོམ་པ་ཡོད་རེད་ཟེར་དེ་རེད། ད་དེའི་སྒང་ལ་གར་ཆོག་ཤེས་པ་ཁོམ་པ་ཙམ་དེ་ཡོད་པ་ཙམ་ལས་མ་ཟད་དེ་དེའི་སྒང་ལ་ཆོག་སྒྲུབ་ཡག་གི་མཐུན་རྐྱེན་ཨ་ན་བས་རང་སྦྱོར་ལྔ་དང་གཞན་སྦྱོར་ལྔ་དེ་ལྟ་བུའི་སྦྱོར་བ་བཅུ་ཡང་ཚང་དེ་ཡོད་རེད། ད་འབྱོར་བ་ཆེ་ག་འདྲ་ཚང་གི་ཡོད་ཟེར་སོང་ན་རང་འབྱོར་ལྔ་དང་གཞན་འབྱོར་ལྔ་ཟེར་དེ་མ་ལ་ཆུ་སོ་སོ་རང་གི་ངོས་ནས་ཆོས་སྒྲུབ་ཡང་ཐ་སྙད་ལྔ་ཚང་དང་རང་ལས་རྒྱུད་ཐ་དད་པའི་གནས་ཡང་ཆོས་སྒྲུབ་ཡང་མཐུན་རྐྱེན་བསྐྲུན་པར་བྱེད་མཁན་གྱི་དེ་འདྲས་ཀྱི་དང་གཞན་འབྱོར་ལྔ་དེ་ལྟ་བུའི་རང་འབྱོར་ལྔ་དང་གཞན་འབྱོར་ལྔ་གཉིས་ཀ་ངན་དེ་དེ་འདྲས་ཀྱི་འབྱོར་བ་ཆེ་ཡང་ཚང་དེ་ཡོད་རེད་ཟེར།

ད་དེའི་སྒང་ནས་དཀར་ཟས་ལས་མཐའ་མ་ལོག་པ་ཟེར་དུས་མ་ལ་གི་དཀར་ཟས་སོང་ན་མཚམས་མེད་པའི་ང། ང་ཡི་གེ་ལས་བས་ད་དཀར་ཟས་ནི་བྱེད་འམ་བྱེད་དུ་འཇུག་མཁན་ཡིན་ན་ལས་མཐའ་ལོག་པ་ཆགས་དེ་ཡོད་རེད་ད་དེ་མ་ཡིན་པར་མཚམས་མེད་པའི་ང་ཡི་གེ་ལས་བྱེད་འམ་བྱེད་དུ་འཇུག་མཁན་དེ་མ་ཡིན་པར་ང་དེ་འདྲ་ཡིན་པར་སོང་ད་ལས་མཐའ་མ་ལོག་པ་ཟེར། ད་གནས་ལ་དེད་ཟེར་དུས་མ་ལ་སངས་རྒྱས་ཀྱི་གསུང་འདོད་ལུགས་གསུམ་ལ་བས་དད་པ་བྱེད་ཀྱི་བསྡད་མཁན་ང་དེ་འདྲ་ཡིན་པར་སོང་ད་གནས་ལ་དེད་ཟེར་དེ་རེད། ད་དེ་ནས། འདི་གར་ཟེར་སོང་ན་དེ་ནས་ད་ག་འདི་ག་ན་ག་རེ་ཟེར་དབང་པོ་ཚང་བ་ཟེར་དེ་མོ་ལ་ཆུ་བསྒྲིབས་ཡག་དབང་པོ་ཚང་བ་ཞེ་སྡང་རང་སྦྱོར་ལྔ་དེ་དེ་རེད་དང་པོ་དེ་ག་རེ་ཆགས་སོང་དང་པོ་ག་རེ་ཟེར་སོང་ན་མི་ཡི་ལུས་དེ་འཐོབ་པ་གཉིས་པ་དེ་ཡར་དབུས་ཟེར་དེ་ཆུ་དར་ཟེར་གྱི་ཡུལ་དེ་སྐྱེས་པ་གསུམ་པ་དེ་ཆུ་བསྒྲིབས་ཡག་དབང་པོ་ཚང་བ་ད་བཞི་པ་དེ་ག་རེ་ཟེར་སོང་ན་ལས་ཀྱི་མཐའ་མ་ལོག་བ་ཨ་ནི་ལྔ་པ་དེ་ག་རེ་གནས་ལ་དེད་པ་ཟེར་དེ་སངས་རྒྱས་ཀྱི་གསུང་རབ་ལ་དད་པ་བྱེད་དེ་གངས་ཆུ་ལ་དད་པ་བྱེད་མཁན་བ་ད་དེ་རང་ངོ་ནས་སྦྱོར་དགོས་པ་ཡིན་སོང་རང་སྦྱོར་ལྔ་ཟེར་གྱི་ཡོད་རེད།

དེ་ཆུ་སོང་བ་དེ་ཆུ་སྟོང་པ་སྟེ་ཆགས་ཏེ། སྟོང་པ་དང་པོ་སྟོང་པ་སངས་རྒྱས་འཇིག་རྟེན་དུ་བྱུང་བ་དེ་ཆུ་སོང་བ་སྟེ་གཉིས་པ་དེ་རེད། ད་སྟོང་པ་སངས་རྒྱས་བཅོམ་ལྡན་འདས་གང་ན་ཞིག་བླང་དོར་གནས་ཆ་ཚང་བསྟན་ནས་ཆུ་སོང་བྱ་ཡོད་ན་ཡང་དེའི་གི་བསྟན་པ་དེ་ད་ལྟ་གནས་མེད་ན་ཡང་ང་ཚོ་ཆོས་སྒྲུབ་ཡག་གི་འབྱོར་བ་ཚང་གི་ཡོད་མ་རེད་བ་དེའི་གི་སངས་རྒྱས་གི་བསྟན་པ་དེ་གང་ན་ཡོང་བསྟན་ནོ་གསུམ་ན་དཔེ་དེ་ད་ལྟ་སློབ་སྦྱོང་བྱེད་ཡ་ཡོད་བསྟན་གིན་དེ་ལ་བརྟེན་ནས་ལམ་བསླབ་པ་གསུམ་གི་ཉམས་ལེན་བྱེད་ཡ་ཡོད་བསྟན་གིན་དེ་འདྲའི་གི་སངས་རྒྱས་གི་བསྟན་པ་དང་ཤེས་རིག་གཉིས་ཀ་གི་བསྟན་པ་དེ་དེ་འདུལ་བླང་དོར་གཉིས་ཀ་གི་བསྟན་པ་དེ་ད་ལྟ་གནས་བདེ་བ་སོང་ཙང

མིག་གི་ལུས་རྟེན་ཆོས་སྒྲིབ་ཡང་མིག་གི་ལུས་རྟེན་ཏོ། ཨ་ནི་གར་ཟེར་ན་ཆོས་བྱེད་ཡག་གི་ད་ཆོས་དར་ཟེར་གི་ཡོད་དབུས་སེ་བར་སྐྱེ། ཨ་ནི་ཆོས་སྒྲིབ་ཡག་དབང་པོ་ཚང་མ་ཚང། དེ་ནས་གར་ཟེར་སོང་ན་ཅིག་ཆོས་སྒྲིབ་ཡག་གི་ལས་མཐའ་མ་ལོག་བ་བྱེད་ཀྱང་ན་སོ་སོ་སངས་རྒྱས་ཀྱི་གནས་ཀྱི་ལས་མཐའ་མ་ལོག་བ་བྱེད་ཀྱང་ན་མཚམས་མེད་པ་ལྔ་ཡི་ལྔའམ་དེ་ཡི་ལས་བྱེད་དམ་བྱེད་དུ་འཇུག་ངེས་དམ་མ་ཡིན་པ་བྱེད་དེ་ཡིན་པ་སོང་ད་ལས་མཐའ་མ་ལོག་བ་བྱེད་དེའི་སྒང་ལ་སངས་རྒྱས་ཀྱི་གསུང་ལ་ཨ་ནི་བདེན་ནོ་ཟེར་ན་དད་པ་ཡོད་དད་པ་བྱེད་ད་དེ་རང་ཞོར་ང་ད་དེའི་སྒང་ལ་སངས་རྒྱས་འཇིག་རྟེན་དུ་བྱུང་བ་ཆེ། དེའི་རིགས་སྡོམ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཡང་གསུང་བ་ཆེ། ཨ་འདི་སངས་རྒྱས་ཀྱི་བསྟན་པ་གནས་པ་ཆེ། དེ་ལ་བས་འཇུག་ས་ཡོད་དེ་འགས་ཆེ། ཨ་ད་འཇུག་པར་བྱེད་པ་ལ་ནི་ཆེ། སྦྱིན་པའི་བདག་པོ་ལ་སོགས་པ་བརྩེ་བས་རྗེས་སུ་བཟུང། འོ་ད་དེ་འདྲ་བྱས་ནས་མདོ་སྟོང་སྙིང་པོ་དེ་ག་རེ་ཟེར་ས་ན་མི་ཁོམ་པའི་གནས་སྐྱེས་དེ་སྐྱེས་སོང་ན་ཨ་ན་ཆོས་བྱེད་ཡག་ལ་ད་ཁོམ་པ་ཡོད་མ་རེད་ང་ཚོ་མི་ཁོམ་པའི་གནས་སྐྱེས་དེར་སྐྱེས་པ་མ་ཡིན་པ་མི་ཁོམ་པའི་གནས་སྐྱེས་དང་བྲལ་ནས་མིའི་ལུས་རྟེན་ཐོབ་པ་ཡིན་པ་སོང་ཙང་ཆོས་བྱེད་ཡག་ལ་དར་བ་ཡོད་རེད་ས་དེ་རེད། མི་ཁོམ་གནས་བརྒྱད་དང་བྲལ་བ་ཡིན་པར་གསུངས་ཙང་ཐར་བར་གྱིས། ད་དེ་ནས། ཆོས་ཤེས་ཡག་ལ་དད་པ་དང་ཁོམ་པ་ཡོད་ན་ཡང་ད་ཡང་ཆོས་སྒྲུབ་ཡག་གི་མཐུན་རྐྱེན་མ་འཛོམས་ན་ཆོས་ཤེས་ལྟ་བུ་མ་རེད་ཆོས་སྒྲུབ་ཡག་གི་མཐུན་རྐྱེན་ཡང་ཡོད་རེད། མཐུན་རྐྱེན་དེ་ག་རེ་བཙལ་སོང་ན། སོ་སོ་རང་ཉིད་ཀྱིས་ཅིག་ཆོས་སྒྲུབ་ཡག་མིའི་ལུས་རྟེན་ཐོག

ཚངས་དེ་བས་ཀྱི་ད་མིའི་ལུས་དེ་འདི་ལ་ཨ་ནུ་པས་མ་བསད་པའི་ད་གེགས་ཆེན་པོ་རེད་ཤག་ད་ཆོས་སྒྲུབ་ཡག་གི་སྔོན་ནས་དྲངས་ནས་དེ་གེགས་བྱེད་རྒྱུ་དེ་རེད་ཤག་ཆོས་སྒྲུབ་ཡག་གི་ད་ད་རེས་ཀྱི་དམ་ཆོས་ཀྱི་མི་ལུས་བསད་པ་དེ་ཆོས་ཅིག་སྒྲུབ་ཡག་བྱེད་ཡང་བྱེད་པའི་ཀྱི་ཆེད་ཁོམ་པ་ཙམ་མ་ཡོད་བསྟན་མཁན་དགེ་རྒན་ཙམ་མ་བར་གྲྭར་བསྟན་མཁན་སྟོན་མཁན་ཙམ་མ་བས་ཚངས་དེ་མཁན་དེ་འདྲས་ཀྱི་ཅིག་དར་བ་སྐྱིད་དང་འབྱོར་བ་སྐྱིད་ཚངས་དེ་བས་ཀྱི་ད་མིའི་ལུས་དེ་འདི་འདྲས་ཅིག་ཆོས་སྒྲུབ་ཡག་བསྟན་ཡག་ཤུགས་འདི་འདྲས་ཅིག་ཐོབ་པའི་སྐབས་སུ་ལ་ད་ག་རེ་བྱས་སོང་ན་ང་ཡི་ཀྱི་ཆོས་ཅིག་མ་སྒྲུབ་ནས་འགྲིག་གི་མི་འདུག།

འགྲིག་གི་མ་རེད་ད་ངེས་པར་དུ་རྗེས་མ་འདི་འདྲའི་སྟེང་རྩ་ཆེན་པོ་འདི་འདྲ་ཐོབ་གི་མ་རེད་ད་རེས་ཆོས་སྒྲུབ་ཡག་སྟེང་དར་ཅོག་མི་རེ་འདི་རེ་ཐོབ་སླད་དུས་ད་དུང་ཟིན་མ་བཏང་བ་བྱས་ནས་ཆོས་བཤད་གི་འདུག་བསམ་ཡང་ནས་ཡང་དུ་བསམ་ན་དང་ཆོས་སྒྲུབ་ཡག་གི་མཐུན་རྐྱེན་ཚང་མ་གཅིག་ད་ཚང་ནས་འགལ་རྐྱེན་ཚང་མ་དར་དེ་ངས་སྟེང་དང་བཟང་པོ་འདི་འདྲ་ཞིག་ཐོབ་འདུག་བསམ་དར་ཅོག་གཉིས་ཀ་བ་ཡང་ནས་ཡང་དུ་བསམ་བཏང་བ་བརྟེན་ནས་འོ་ད་སྔོན་ནས་དྲག་ནས། ཆོས་བྱེད་ཡང་ཐག་བཅད་ད་ལྟའི་འདི་འདྲ་ཞིག་ཐོབ་པའི་སྐབས་སུ་ཆོས་མ་བྱས་ན་ཇི་མ་ཆོས་བྱས་སྡོད་ཀྱི་མ་རེད་བསམ་ཙང་འདི་འདྲ་ཡང་ནས་ཡང་བསམ་དང་དང་དུ་ཡོད་ན་སེམས་ནང་ན་ག་རེ་ཡོང་གོ་ཟེར་ན་ཆོས་བྱེད་ཡག་ལ་ཐག་བཅད་གང་ཡིན་ཟེར་ན་ཇི་མ་འདི་འདྲ་ཡོང་གི་མ་རེད་ད་ད་རེས་ཆོས་སྒྲུབ་ཡག་དོན་རྐྱེན་ནས་ཚང་འགལ་རྐྱེན་ན་ཕྲ་བསྡད་པའི་སྐབས་སུ་ད་ཆོས་བྱེད་ཀྱི་འདུག་བསམ་ཡང་ནས་ཡང་བསམ་དང་དུ་ད་འདྲི་ཉེས་ཀ་བ་ཡང་ནས་ཡང་བསམ་དང་དུ་ད་ངོ་ནན་དྲག་ནས་ཆོས་བྱེད་ཡག་ལ་ཨ་ན་པས་ད་ཐག་བཅད་ཀྱི་ཡོད་རེད་ཨོ་སོ་སོ་སེམས་ཀྱི་སྟེང་ཐག་བཅད། ད་ཆོས་ཤེས་ལ་ཐག་བཅད་ཨ་ནི་ཆོས་ཤེས་ལ་ཐག་བཅད་བཞག་ན་འོ་ད་ལོ་རྗེས་མ་ཆོས་བྱས་ནས་འགྲིག་གི་རེད་བ་ལོ་བཅུའི་རྗེས་ནས་ཆོས་བྱས་ནས་འགྲིག་གི་རེད་བ་རྒན་འགོག་བྱས་ནས་ཆོས་བྱས་ནས་འགྲིག་གི་རེད་བ་སུ་ཡང་ང་ཚོ་དེ་འདྲ་ཞིག་ལེ་ལོ་དང་རྣམ་གཡེང་དེ་འདྲ་ཡོང་གི་ཡོད་རེད་བ་བདག་ཉིད་ད་དེ་འདྲ་ཞིག་ལེ་ལོ་དེ་འདྲ་ཡོང་གི་ཡོད་རེད་དེ་འདྲ་ཡོང་བའི་སྐབས་སུ་ད་ག་རེ་བསམ་དང་ག་རེ་བསམ་ན་འོ་ད་ལོ་རྗེས་མ་ཆོས་བྱས་ནས་འགྲིག་གི་མ་རེད་ད་བ་རྗེས་མ་ཆོས་བྱས་ནས་འགྲིག་གི་མ་རེད་རྒན་འགོག་བྱས་ཏེ་ཆོས་བྱས་ནས་འགྲིག་གི་མ་རེད་ག་རེ་བྱས་ནས་ག་རེ་ལོ་རྗེས་མ་ཆོས་བྱས་གི་བསམ་ན་ད་ལོ་ཤི་སོང་ན་ཨ་ནི་ག་རེ་བྱེད་གི་རེད། ད་ག་ནང་བཞིན་བྱས་ལོ་བཅུའི་རྗེས་སུ་ཆོས་བྱེད་གིན་ས་ན་ཨ་ནེ་ལོ་བཅུ་མ་སླེབས་སྔོན་དེའི་སྔོན་ལ་ཤེས་སོང་ན་ཨ་ནེ་ད་དམ་འབྱོར་འཕྲོ་ལ་འགྲོ་བ་རེད་ད་ག་ནང་བཞིན་རྒན་གོག་བྱས་ཏེ་ཆོས་བྱེད་གིན་བསམ་སོང་ན་ཨ་རྒན་གོག་མ་བྱ་གོང་ནས་ཤེས་སོང་ན་དམ་འབྱོར་ཚང་མ་འཕྲོ་ལ་འགྲོ་བ་རེད་བ་དམ་འབྱོར་མི་ཡི་ལུས་སྟེང་འདི་འདྲ་ཞིག་ཐོབ་བསྡད་ཡོད་ན་ཡང་ད་དེ་འདྲ་བྱས་ནས་རྗེས་མ་བྱེད་གིན་རྗེས་མ་བྱེད་གིན་བསམ་བསྡད་ན་ཨ་ནེ་འདི་ཆོས་བྱེད་བསྡད་དགོས་མ་རེད་དཔེར་ན་དགོངས་དག་རིན་པོ་ཆེ་སོང་བ་ནང་བཞིན་ཆོས་བྱེད་ཀྱི་སང་ཉིན་ཆར་གྱི་བར་ཕྱི་དྲོའི་གི་དེ་རིང་སླེབས་ངེས་ཞེས་ད་རང་མགོ་རང་གིས་མ་བསྐོར་བར་ཆོས་བྱེད་ད་ལྟ་ཉིན་དེ་བྱས་སོང་བ་ནང་བཞིན་འོ་དེ་འདྲ་ཡིན་པ་སོང་ན་ཆོས

ད་ཡང་ཚེ་འདི་ལ་སྐྱེ་བ་ཆགས་ཞེན་དག་སོང་ན་ཡང་སྐྱེ་བ་ཕྱི་མ་ཞིག་སྔོན་དུ་ལྷ་དང་མིའི་གོང་མ་ཞིག་ཐོབ་ཀྱི་རེད་བསམ་ཡང་དེ་ཐོབ་ཡག་གི་ཆེད་དུ་ལུས་ངག་ཡིད་གསུམ་དགེ་བ་རྐྱང་རྐྱང་བསྒྲུབ་ཀྱི་བསྡད་ན་འདི་ཕྱིར་བཏང་ད་སྐྱེ་བ་ཕྱི་མ་སྔོན་དུ་ལྷ་དང་མིའི་གོང་མ་ཐོབ་ཀྱི་རེད་ངེས་པར་དུ་གལ་ཆེན་པོ་རེད་དེ་ཡིན་ན་སྐྱེ་བ་ཕྱི་མ་སྔོན་དུ་ལྷ་དང་མིའི་གོང་མ་ཐོབ་པ་ཙམ་གྱིས་ཧང་སང་ཡོད་མ་རེད་དེ་ཡང་ག་རེ་ཟེར་སོང་ན་གཅིག།

དཔེར་ན་ཅེག་རྩ་བ་ཤེས་རབ་ནང་ལ་སོང་བ་ན་ཡིན་ལས་དང་ཉོན་མོངས་ཟད་ལས་དང་ལས་དང་ཉོན་མོངས་རྣམ་རྟོག་ལས་དེ་དག་སྤྲོ་བས་སྤྲོ་བ་ནི་སྟོང་པ་ཉིད་ཀྱིས་འགགས་པར་འགྱུར་སོང་བ་ན་ཡིན་ལས་དང་ཉོན་མོངས་གཉིས་ཀྱི་འབྲས་བུ་སྐྱེ་བའི་སྡུག་བསྔལ་གཅིག་ཕུང་པོ་དང་སྐྱེ་བའི་གླང་ཆེན་ཆེ་ད་ག་དུས་ཡིན་ན་ཡང་སྡུག་བསྔལ་རྫུན་ཅིག་འགེགས་ཤིང་མེད་པར་ཡོང་དེ་ག་རེ། ལས་དང་ཉོན་མོངས་གཉིས་ཀྱི་འབྲས་བུ་སྐྱེ་བའི་སྡུག་བསྔལ་གཅིག་ཕུང་པོ་དང་སྐྱེ་བ་མ་ལང་ཡང་ཆེ་ད་ག་རེ་བྱེད་ཀྱི་རེད་ཟེར་སོང་ན་ལས་དང་ཉོན་མོངས་གཉིས་པ་ད་སྤངས་ཀྱི་རེད་དེ་འདྲ་ཡིན་པར་སོང་ད་ལས་ཀྱི་འབྲས་བསླུ་བ་མེད་པར་ཡོད་རེད་དེ་འདྲ་ཡིན་པར་སོང་ད་ལས་དང་ཉོན་མོངས་གཉིས་པ་ད་སྤངས་ན་ཨ་ན་འཁོར་བའི་སྡུག

མ་དག་དངོས་གནས་དགྲ་ནི་སྐྱེ་བ་ཆེན་པོ་སྔོན་དུ་ལྷག་དང་མེད་གོ་འཕངས་སུ་ཐོབ་ན་ཡང་ད་དུང་ཡང་ཆོག་མི་འདུག་བསམ་ད་དུང་ཡང་སྡུག་བསྔལ་ལས་ཐར་མི་འདུག་བསམ། འོ་དེ་གར་ཟེར་ན་ལས་ཀྱི་འབྲས་ལུས་བ་མེད་པ་དེ་བསམ། ད་དེའི་སྒང་ལ་ཡང་བསྐྱར་ད་དུང་ག་རེ་བསམ་དགོས་ཟེར་སོང་ན་ད་འཁོར་བའི་སྡུག་བསྔལ་བསམ་པ་ད་གལ་ཆེ་རྒྱུ་དེ་ག་རེ། ལས་དང་ཉོན་མོངས་གཉིས་ཀྱི་འབྲས་བུས་བསྐྱེད་པའི་སྡུག་བསྔལ་ཆེན་གྱི་ཕུང་པོ་དང་སྐྱེ་བ་རང་ཆེན་ཆེ། ད་སྡུག་བསྔལ་བའི་རང་བཞིན་རེད། ད་སྡུག། ག་འདྲའི་སྡུག་བསྔལ་བ་ཡོང་དགོས་ཟེར་སོང་ན་སྡུག་བསྔལ་སྡུག་བསྔལ་སྐྱེ་བའི་སྡུག་བསྔལ་ཁྱད་པར་འདི་བྱེད་ཀྱི་སྡུག་བསྔལ་སྡུག་བསྔལ་གསུམ་གྱི་འགལ་བྱེད་མེད་པ་ན་སོང་བ་ན་ཡིན། ཨ་ད་ག་ས་ནི་ད་དུང་ཡང་ག་རེ་ཟེར་སོང་ན་བྱས་ད་ཁོ་བོས་ཀྱི་ལས་དང་ཉོན་མོངས་སྙིང་འབྲེལ་པས་སྐྱེ་བའི་སྡུག་བསྔལ་ཞིང་ཕུང་པོ་རྣམས་སྐྱེ་བ་ལང་ཆེན་ཆེ་ཨ་ན་ཁོ་བོས་ཀྱི་སྡུག་བསྔལ་འཚོ་བ་མེད་པ་ཡོང་གི་རེད་བསམ་ཚེ་ལས་འབྲས་ལས་འབྲས་དང་སྦྱོར་གཉིས་ཀ་ཚད་ལ་སླང་བས་པ་ཡིད་ལ་གོམས་པའི་ཚེ་ནང་བཞིན་དང་སྦྱོར་གཉིས་ཀ་བ་དང་ཚེ་འཆི་བ་མི་རྟག་པ་ཡིན་བསམ་སྣང་བ་དེ་ནི་ཨ་ན་ཚེ་འདི་གི་སྣང་ཞེན་ལྡོག་གི་རེད་ཚེ་འདི་སྣང་བ་དང་ཞེན་པ་ཚེ་འདིར་ཆགས་པ་ཆགས་ཞེན་ལྡོག་གི་རེད་ཨ་ནི་ལས་འབྲས་མི་སླང་ཁོ་བོས། སྡུག་བསྔལ་ན་བོན་བསམ་ན་འཆི་མེད་སྣང་ཞེས་དོགས་ཟེར་ལས་རྒྱུ་འབྲས་བསླུ་བ་མེད་པ་དང། ཨ་ནི་ཁོ་བོས་ཀྱི་སྡུག་བསྔལ་ཡང་ཡང་བསམ་བཏང་བ་ཡིན་ན་ཨ་ནི་རྒྱལ་བ་ཕྱི་མ་སྔོན་དུ་ལྷ་དང་མི་གི་གོང་མ་ལ་ཆགས་པའི་ཆགས་ཞེན་དེ་ཡང་བཟློག་ཐུབ་པ་རེད་ག་འདྲ་ཞིག་བཟློག་ཐུབ་ཟེར་ན་ལས་དང་ཉོན་མོངས་གཉིས་འབྲེལ་བས་སྐྱེ་བའི་སྡུག་བསྔལ་ཆིངས་ཀྱི་ཕུང་པོ་དང་སྐྱེ་བ་གླང་ཆེན་ཆེ་རང་མེད་པ་ན་བའི་སྡུག་བསྔལ་རང་མེད་པ་རྒ་བའི་སྡུག་བསྔལ་རང་མེད་པ་འཆི་བའི་སྡུག། ཧོ་དེ་ལྟ་བུའི་དང་སྡུག་བསྔལ་གསུམ་གྱི་སྐྱེ་མཆེད་མེད་པར་མནར་གྱི་ཡོད་རེད། དཔེར་ན་ཅིག་དང་དེ་སོ་སོ་ཅིག་ལུས་ངག་ཡིད་གསུམ་ག་དགེ་བ་ཅིག་བསྒྲུབས་ནས་སྐྱེ་བ་ཕྱི་མ་མངོན་དུ་ལྷག་དང་མེད་ཀྱི་གོང་མ་ཅིག་ཐོབ་ན་ཡང་ད་དུང་ཡང། ག་རེ་ཟེར་སོང་ན་སྡུག་བསྔལ་གྱི་རང་བཞིན་ཅན་རེད། ག་རེ་ཕྱིར་སྡུག་བསྔལ་གྱི་རང་བཞིན་ཅན་ཟེར་ན། ལས་དང་ཉོན་མོངས་གཉིས་ཀྱི་འབྲེལ་བས་སྐྱེ་བའི་སྡུག་བསྔལ་ཅན་གྱི་ཕུང་པོ་ཅིག་དང་སྐྱེ་བ་གླང་ཆེན་ཅིག་ཨ་རང་མེད་པར་ན་བའི་སྡུག་བསྔལ་ཡོད་རེད་རང་མེད་པར་དགེ་བའི་སྡུག་བསྔལ་ཡོད་རེད་རང་མེད་པར་འཆི་བའི་སྡུག་བསྔལ་ཡོད་རེད་མདོར་ན་སྐྱེ་སྐབས་ན་འཆི་ཁའི་སྡུག་བསྔལ་ཟམ་མ་ཆད་པ་ཡོང་གི་རེད་ད་ད་ནང་བཞིན་ལས་དང་ཉོན་མོངས་གཉིས་ཀྱི་འབྲེལ་བས་སྐྱེ་བའི་སྡུག་བསྔལ་ཅན་གྱི་ཕུང་པོ་དེ་ཁྱབ་པ་འདི་བྱེད་ཀྱི་སྡུག་བསྔལ་རེད་ད་དེ་ལ་བརྟེན་ནས་ག་རེ

ལས་དང་ཉོན་མོངས་སྙིང་འབྲེལ་བས་བསྐྱེད་པའི་གནས་ཆེ་གེ་སྡུག་བསྔལ་ཅིང་ཕུང་པོ་ཆེ་གནས་སྐྱེ་བ་གླང་ཆེན་ཆེ་བ་དང་ལྷའི་སྐྱེ་བ་བླངས་ན་རེ་མིའི་སྐྱེ་བ་བླངས་ན་ཀླུའི་སྐྱེ་བ་བླངས་ན་རེ་ཡི་དྭགས་སྐྱེ་བ་བླངས་ན་རེ་ག་རེ་ན་འདོད་ན་ཁམས་གསུམ་འཁོར་བ་གང་དུ་སྐྱེས་ཀྱང་སྡུག་བསྔལ་བའི་རང་ཡིད་ཤེས་ན་རེ་ཡི་དྭགས་ཐམས་ཅད་ཀྱི་ལས་དང་ཉོན་མོངས་སྙིང་འབྲེལ་བས་བསྐྱེད་པའི་སྡུག་བསྔལ་ཅིང་ཕུང་པོ་ཆེ་གེ་བ་བླངས་ཏེ་ཡི་དྭགས་དེ་ཡིན་པར་སོང་ན་རྟ་ག་བ་སོང་ན་སྡུག་བསྔལ་བའི་རང་བཞིན་རེ་བསམས་ཏེ་དེ་འདྲ་གི་ཡང་ནས་ཡང་དུ་བསམ་བཏང་བ་ཅིག་ལས་རྒྱུ་འབྲས་བསླུ་བ་མེད་པ་དང་འཁོར་བའི་སྡུག་བསྔལ་ཡང་ནས་ཡང་དུ་བསམ་བཏང་བར་བརྟེན་ནས་འོ་ད་འཁོར་བ་ཚང་མ་སྡུག་བསྔལ་གྱི་རང་བཞིན་ཤེས་ནས་མཐོང་ནས་འོ་ད་དངོས་གནས་དྲང་ནས་ཚེ་འདི་ལ་ཅི་ཆགས་ན་ད་ག་ལ་ཡོང་གི་རེད་ད་འགྱུར་བའི་སྡུག་བསྔལ་ནི་ཆགས་དེ་རེད་ཨ་ནི་སྐྱེས་པ་ཕྱི་མ་སྔོན་ཐོག་ལྷ་དང་མི་གི་གོ་འཕང་གི་བདེ་བ་ཆགས་དེ་ཡང་དེ་ཚོ་ཚང་མ་འགྱུར་བའི་སྡུག་བསྔལ་རེད་ཤག་ད་དུང་ཡང་ག་རེ་བྱས་སོང་ན་ཅིག། ཁྱད་པར་འདི་གཅིག་གི་སྡུག་བསྔལ་གཅིག་གི་ཕུང་པོ་གཅིག་ནང་སྐྱེ་བ་བླངས་དེ་ཡོད་རེད་སྡུག་བསྔལ་གཅིག་གི་ཕུང་པོ་ནང་སྐྱེ་བ་བླངས་བྱས་བྱས་འོ་ད་དངོས་གནས་དྲང་གནས་ག་བར་སོང་ན་ཡང། ཨ་ནི་སྡུག་བསྔལ་སྡུག་བསྔལ་འགྱུར་བའི་སྡུག་བསྔལ་འོ་ད་དེ་ཚོ་ཚང་མ་དེ་ཡོང་དེ་གི་རེད་འོ་ད་དེ་འདྲ་ཡིན་པ་སོང་ན་མདོར་ན་ཁམས་གསུམ་འཁོར་བ་གང་དུ།

དེ་ནི་འཁོར་བའི་སྡུག་བསྔལ་བ་དང་འཁོར་བའི་བདེ་བ་སྡུག་བསྔལ་ཡང་དང་ཡང་དུ་སེམས་སམ་བཏང་བ་ལ་བརྟེན་ནས་དེ་ནི་སྔོན་གནས་དྲངས་ནས་འཁོར་བ་ཐམས་ཅད་པས་ཞེས་སྐབས་སུ་འཁོར་བ་ཐམས་ཅད་པའི་སྡུག་བསྔལ་གྱི་རང་བཞིན་ཅན་ནས་མཐོང་ནས། མེ་འབར་བའི་འོབས་ལྟ་བུས་མཐོང་ནས་ཨ་མཚོ་ལྷ་ནང་བཞིན་མཐོང་ནས་མདོར་ན་ཁམས་གསུམ་འཁོར་བ་གང་དུ་ཀྱི་ཡང་དུས་ཐམས་ཅད་པའི་སྡུག་བསྔལ་གསུམ་གྱི་དགེ་བྱེད་མེད་པ་མནར་བྱ་གི་དེ་འདྲའི་གཞི་བདག་གྲོང་ཁྱེར་གཅིག་ལས་ཤཱཀ་དེ་ཐམས་ཅད་པའི་སྡུག་བསྔལ་བའི་རང་བཞིན་རེ་ས།

དེ་ལྡོག་ཡག་གི་ཤེས་ལྡན་ལ་ཨ་ན་ཅིག་ལས་རྒྱུན་རིང་གློད་པ་མེད་པ་དང། འཁོར་བའི་སྡུག་བསྔལ་འཁོར་བ་ཆེ་དང་ཆེ་དྲགས་ཀྱི་སྡུག་བསྔལ་ཡང་ནས་ཡང་དུ་བསམ་དྭངས་བར་བརྟེན་ནས་ཁམས་གསུམ་འཁོར་བ་དང་ཐམས་ཅད་སྡུག་བསྔལ་གྱི་རང་བཞིན་ཅན་དེ་བར་མཐོང་ནས་མེ་འབར་བས་འོབས་ལྟ་བུའི་བར་མཐོང་ནས་ཨོ་ད་དེ་སྲོག་ལ་བས་ཞེན་པ་སྟེང་ནས་ལོག་ནས། ཨོ་ད་ག་རེ་ཟས་སོང་ན་ཅིག་འཁོར་བའི་སྡུག་བསྔལ་ཐར་བས་ག་ཐར་བ་ཐོབ་འདུག་གློད་པ་ཕྱུག་མོ་མ་ཡིན་པ་ཅིག་སྐྱེས་སོང་ན་དེ་ལས་ངན་བྱུང་ཟེར་གྱི་ཡ་རེད། འོ་དེ་ལྟ་བུའི་གི་གར་ཟེར་སོང་སོང་ན་ད། ངེས་འབྱུང་དུ་སྐྱེ་ཡག་ཆེ་དེ་ལ་ཨ་ནི་གར་ཟེར་བློ་དོགས་རྣམ་པ་ཡེ་སེར་ད་དེ་ཉམས་ལེན་བྱེད་གི་རེད་སོང་ད་དེ་གར་ཟེར་སོང་ན་ཕ་གི། རྗེ་ཐམས་ཅད་མཁྱེན་པའི་ལམ་ཚོགས་རྣམས་སོང་དེ་སོང་ཡོད་བ། གར་ཟེར་སོང་ན་དལ་འགྲོས་གཉིས་ཀ་ཚད་ལ་ལོངས་མེད་པ་ཡིད་ལ་གོམས་པའི་ཚད་ནི་སྣང་ཞེན་འདོག། ལས་འབྲས་མུ་ལ་འཁོར་བས་སྡུག་བསྔལ་ན་ཡང་ཡང་སོང་ན་ཕྱི་མས་སྣང་ཞེན་འདོག་ཟེར་བ་ད་དེ་འདྲ་བྱས་ནས་ལྡོག་པར་བྱེད་གི་རེད་སོང་གི་ཡོད་རེད། འོ་དེ་འདྲ་ཡིན་པ་སོང་ད་ང་ཚོ་ད་ཅིག་སོ་སོ་ཆོས་བཞིན་ན་ལུས་ངག་ཡིད་གསུམ་གི་དགེ་བ་ག་རེ་ཞིག་བསྒྲུབས་ན་ཡང་འོ་དེ་འདྲའི་གི་ཅིག་ད་ཚེ་འདིའི་གི་ཅིག་འདི་སྣང་གི། དོན་དག་ཀྱང་ཀྱང་བསྒྲུབ་པ་མ་ཡིན་པར་སོ་སོ་རང་ཉིད་ད་རེས་ད་ཆོས་ཀྱི་མུ་རི་དོར་ནས་སངས་རྒྱས་ཀྱི་བསྟན་པ་བརྗེད་ནས་ད་འདི་འབྲས་ཀྱི་ཆོས་སྒྲུབ་ཡག་པའི་འགལ་རྐྱེན་དང་བར་འགལ་རྐྱེན་དང་བར་ཞིབ་བཟོ་བར་གྲར་ནས་ཆོས་སྒྲུབ་ཡག་མཐའ་རྒྱན་མ་ལུས་པ་ཚང་བའི་གི་ད་བའི་གི་རྟེན་ཡིད་བཞིན་གྱི་ནོར་བུ་འབུམ་ཕྲག་ལས་ཀྱང་ལྷག་པའི་གི་རྟེན་འདི་འདྲ་ཐོབ་པའི་སྐབས་སུ་ལ་ཨ་ནི་སོ་སོ་འཕྲོག་བརླག་མ་བཏང་བ་བྱས་ནས་ཚེ་འདི་ཀྱང་ཀྱང་ལ་ཆགས་པ་མ་སྐྱེས་པ་བྱས་ནས་མཐའ་ཡས་པའི་སེམས་ཅན་ཐམས་ཅད་དང་སངས་རྒྱས་གོང་མ་ཐོབ་ཡག་བྱས་ཏེ་སོ་སོ་ལུས་ངག་ཡིད་གསུམ་གྱི་བདེ་བ་ག་རེ། བསྒྲུབས་ན་ཨོ་དོད་གཙང་མ་དང་སངས་རྒྱས་གོང་མ་ཐོབ་པའི་རྒྱུ་རུ་འགྲོ་བར་ཤོག་དེའི་ཆེད་དུ་བྱས་པ་ཡིན་བསམ་པ། འོ་ད་ལྟ་བས་མ་ཟེར་བས་དེ་འདྲའི་ཆོས་ཤེས་པ་ཡིན་ན་ཨ་ནུ་ཚེ་འདི་ཞོར་ལ་བས་ངེས་པར་དུ་ཡོང་སྟེ། འོ་དེ་འདྲ་ཡིན་པ་སོང་ཙང་སོ་སོ་ལུས་ངག་ཡིད་གསུམ་དགེ་བ་སྣ་གཅིག་བསྒྲུབས་པ་ཡན་ཆད་དེ་སངས་རྒྱས་གོང་མ་ཐོབ་ཡག་བྱས་དེ་ཡིན་བསམ་བསྒྲུབས་པ་ཡིན་ན་ཨ་ནུ་ཚེ་འདི་གི་ད་ཞོར་དེ་སོགས་དེ་བས་ཚེ་འདི་གི་ད་བདེ་སྐྱིད་དེ་སོགས་དེ་ཞོར་ལ་ཡོང་སྟེ་གི་ཡོད་རེད།

འོ་དེ་འདྲ་ཅིག་བསྟན་ན་འགར་ཟས་སོང་ན་ད་སོ་སོ་ཅིག་དངོས་གནས་དྲང་གནས་ད་རེས་དར་ཅོ་མི་རིགས་དམ་སངས་ཀྱི་བསྟན་པ་བརྗེད་ནས་དེ་འདྲ་གི་ད་བསྟན་དེ་འདྲ་རྩ་ཆེན་པོ་ཐོབ་བསྡད་པའི་སྐབས་སར་ད་ཁྲོ་ལོ་བཏང་གི་མེད་བསམ་པ་བྱས་ནས་སོ་སོ་ལུས་ངག་ཡིད་གསུམ་དགེ་བ་སྣ་གཅིག་བྱས་ན་ཡང་དེ་ཚོ་གཙང་མ་དེ་ཚེ་འདིའི་ཆེད་དུ་གཅིག་པུ་མ་ཡིན་བར་སྐྱེས་པ་ཕྱི་མ་སྔོན་དུ་ལྷ་དང་མིའི་གོ་འཕང་ཙམ་ཆེད་དུ་མ་ཡིན་བར་མཐའ་ཡས་པའི་སེམས་ཅན་ཐམས་ཅད་དང་སངས་རྒྱས་གོ་འཕང་ཐོབ་པར་ཤོག་དེའི་ཆེད་དུ་བྱེད་ཀྱི་ཡིན་བསམ་པའི་ཀུན་སློང་དུ་སེམས་པས་ཀྱི་སྒོ་ནས་ཨཱ་ན་དེ་འདྲ་བྱེད་ཨཱ་ན་རྗེས་སུ་བྱེད་ལུས་ངག་ཡིད་གསུམ་དགེ་བ་བསྒྲུབ་དུས་མོ་ལ་སེམས་གཡེང་ནས་མ་ཡེངས་བ་བྱེད་རྗེས་སུ་བསྔོ་སྨོན་ལམ་འདི་ཡག་ཏུ་སྤེལ་མ་ཟེར་སྐད་ཆེན་པོ་རེ་ཟེར་ཤོད་ཡ་ཡིན།